བོད་ཀྱི་ལོ་ཉིས་སྟོང་བརྒྱ་དང་ཞེ་བཞི་ལྔ་བོད་ཟླ་བཞི་པའི་ཚེས་ཉི་ས་ཉིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་བོད་ཟླ་དྲུག་པའི་ཚེས་ལྔ་རེས་གཟའ་མིག་དམར་ངོས་སུ་རི་བོད་ཁྱིམ་གྱི་སྤྱི་ཟླ་ལྔ་པའི་ནང་གི་གནས་ཚུལ་གང་བྱུང་གི་སྙིང་བསྡུས་ཤིག་བྱོན་པའི་ཚང་མས་གསལ་བསུ་ཡོང་བར་ཞུ། ཁྱིམ་ཚང་གི་སྡོད་ཁང་གསར་བཟོ་གནང་བ། སྟེ་སྔ་ལོའི་ཚེས་བཅུ་གསུམ་ནས་ཚེས་བཅོ་ལྔ་བར་སློབ་གྲྭ་ནང་ཁུལ་དང་སུའུ་ཕེར་སྟེང་རྩེད་འགྲན་འདུ་གནང་བ། སློབ་གྲྭའི་ལས་བྱེད་རུ་ཁག་དང་སློབ་ཕྲུག་རུ་ཁག་གཉིས་ཀྱིས་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་མཉམ་ཞུགས་གནང་བ། སྟེ་ན་ལྔ་བའི་ཚེས་གཉིས་རྩེ་ལྔ་ནས་ཁང་རྩེད་ནང་སྐྱོད་པར་རིག་གཞུང་དྲག་སྟེར་འགྲན་འདུ་གནང་བ། སྟེ་ན་ལྔ་བའི་ཚེས་གཉིས་རྩ་དྲུག་ནས་ཚེས་སུམ་ཅུ་བར་སྒྲོལ་མ་བུམ་པའི་གསུང་ཆོས་གནང་བ། ཁྱིམ་ཚང་གི་སྡོད་ཁང་གསར་བཟོ་གནང་བའི་སྐོར་འཛིན་གྲྭ་བདུན་པ་ཁ་བརྡའི་སློབ་མ་ངག་དབང་འཆི་མེད་ལགས་ཀྱིས་གསུངས་པ་གསལ་གསལ་ཡོང་བ་ཞུ། ང་ཚོའི་སློབ་གྲྭའི་ལ་རྒྱབ་ཀྱི་ཡུལ་དུ་ཡོད་པའི་ཁྱིམ་ཚང་དགུ་པ་དང་བཅུ་བདུན་གཉིས་ཀྱི་སྡོད་ཁང་དེ་ཧ་ཅང་རྙིང་པ་ཡིན་པའི་རྐྱེན་དང། ད་དུང་ཁྱིམ་ཚང་བཅུ་དགུ་དང་ཉི་ཤུ་ཉི་ཤུ་རྩ་གཅིག་གསུམ་གྱི་ཁང་པའང་རྙིང་པ་ཡིན་པ་མ་ཟད་རྩིག་གྱང་རྣམས་ཕྱི་ཡི་གནོད་སྐྱེལ་དེ་གས་ཁ་ཤོར་དུ་བཅུག་པ་དང་སོགས་ཀྱི་རྐྱེན་བྱས་ནས་ལོ་ཤས་རིང་སྒོ་རྒྱག་དགོས་ཐུག་པ་དང། ད་ཆ་ཁྱིམ་ཚང་དེ་དག་ཁག་གི་སྡོད་ཁང་རྣམས་གསར་བཟོ་ལེགས་པར་གྲུབ་གནང་ཡོད། དེ་ཡང་ད་ལྟའི་ཆར་ལ་ཁྱིམ་ཚང་དགུ་པ་དང་བཅུ་བདུན་གཉིས་ལ་སློབ་ཕྲུག་སུམ་ཅུ་སོ་གཉིས་དང་ཁྱིམ་ཚང་གཞན་གསུམ་ལ་སློབ་ཕྲུག་ཉི་ཤུ་རྩ་བརྒྱད་ཡོད། སྤྱིར་ན་ལྔ་བའི་ཚེས་བཅུ་གཅིག་ཉིན་སློབ་མ་རྣམས་ཁྱིམ་ཚང་དེ་དག་ཁག་ལ་གནས་སྤོས་གནང་བ་རེད། གོང་ཞུས་ཀྱི་ཁྱིམ་ཚང་དེ་དག་ཁག་གི་སློབ་ཕྲུག་རྣམས་ནི་འཛིན་རིམ་བརྒྱད་པ་ཡན་གྱི་སློབ་མ་ཤ་སྟག་ཡིན། སྤྱིར་ན་ལྔ་བའི་ཚེས་བཅུ་གསུམ་ནས་ཚེས་བཅོ་ལྔ་བར་སློབ་གྲྭ་ནང་སྐྱོད་པ་སིལ་སྤོལ་སྟེང་རྩིས་འབྲི་འདོན་གནང་བའི་སྐོར། སེམས་པ་སྐྱིད་པ་བཀའ་བསྟན་སློབ་མ་བསྟན་འཛིན་བཙུན་པ་ལགས་ཀྱིས་གསུངས་པ་གསན་བསུ་ཡོང་བར་ཞུ། སྤྱིར་ན་ང་པའི་ཚེས་བཅོ་གསུམ་ནས་ཚེས་བཅོ་ལྔ་བར་ཉིན་གྲངས་གསུམ་གྱི་རིང་ཨེ་ལེན་སློབ་གྲྭའི་འདི་ག་མ་སུ་རི་ནང་དུ་ཡོད་པའི་སློབ་གྲྭའི་ནང་ཁུལ་བར་ལ་སིལ་སྤོལ་རྟིང་བཟོའི་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད་པ་རེད། དེ་ནང་ང་ཚོའི་སློབ་གྲྭ་གཙོས་སློབ་གྲྭ་ཁག་དྲུག་གིས་མཉམ་ཞུགས་གནང་ཡོད། འགྲན་བསྡུར་དེ་ལ་ང་ཚོའི་སློབ་གྲྭ་སིལ་སྤོལ་རྟིང་བཟོའི་རུ་ཁག་དེ་ཆེས་མཐའ་མའི་འགྲན་བསྡུར་བར་སླེབས་ཐུབ་པ་བྱུང་ཡོད་ཅེས་བཀའ་སྤྱི་གནང། སློབ་གྲྭའི་ལས་བྱེད་རུ་ཁག་དང་སློབ་ཕྲུག་རུ་ཁག་གཉིས་ཀྱིས་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་མཉམ་ཞུགས་གནང་བའི་སྐོར། འཛིན་གྲྭ་བདུན་པ་ཁ་བརྡའི་སློབ་མ་བསོད་ནམས་ལྷ་མོ་ལགས་ཀྱིས་གསུངས་པ་གསན་བསྲིས་ཡོང་བ་ཞུ། ཕྱི་ནང་ཨ་ཕའི་ཚེས་བཅུ་དྲུག་ཉིན་མ་སུ་རི་གཞོན་ནུའི་ལྷན་ཚོགས་ནས་དཔའ་བོ་ཐུབ་བསྟན་དངོས་གྲུབ་ཀྱིས་རྗེས་དྲན་ཆེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད། དེ་ན་སློབ་གྲྭའི་ལས་བྱེད་རུ་ཁག་དང་སློབ་ཕྲུག་གི་རུ་ཁག་སོགས་ཁྱོན་རུ་ཁག་དྲུག་མཉམ་ཞུགས་གནང་ཐུབ་པ་བྱུང་འདུག་དེ་ཡང་ཚེས་བཅུ་དགུ་རེས་གཟའ་སྤེན་པའི་ཉིན་རྒྱབ་ཏུ་མཐའ་མའི་རྩེད་འགྲན་གནང་བ་དེར་སློབ་ཕྲུག་རུ་ཁག་གིས་རྒྱལ་ཁ་བླངས་སོང། དུས་སྣང། སྤྱི་ལྔ་བའི་ཚེས་ཉིན་གསལ་ལྔ་ཉིན་ཁང་བརྩེགས་ནང་གྱོད་པ་རིག་ཆུང་གྲབས་སྟོན་འགྲན་བསྡུར་གནང་བའི་སྐོར་འཛིན་གྲྭ་བརྒྱད་པ་བཀའ་བསྟན་སློབ་མ་བསྟན་འཛིན་འཇམ་དབྱངས་ལགས་ཀྱིས་གསུངས་པ་གསན་བསུ་ཡོང་བར་ཞུ། འདི་ལོའི་རྐང་རྩེད་ནང་ཁུལ་གྱི་རིག་གཞུང་འཁྲབ་སྟོན་དེ་ཕྱི་ཟླ་ལྔ་པའི་ཚེས་ཉིས་བརྒྱ་ལྔ་ཉིན་དྲན་གདུང་གནང་བ་རེད་སློབ་མ་ཆེ་ཆུང་མི་ཉུང་བ་ཞིག་གིས་ཟླ་གཅིག་མ་ཟིན་ཙམ་ལ་བཀའ་ཆོས་བོད་ཕུང་གི་གང་ལེགས་སྦྱངས་གནང་སོང་དེ་ནང་ཁང་རྩེ་རེ་ནས་སློབ་མ་ཆེ་འབྲིང་ཆུང་གསུམ་གྱིས་མདོ་སྨད་བླ་བྲང་སྐོར་བྲོ་དང་ལག་ཁྱེར་ཁ་བཏགས་སོགས་ཆོ་ག་གསུམ་གྱི་ཞབས་བྲོ་འཁྲབ་པ་དང་གཟུངས་བཞེས་ལ་ལོ་འགར་སེམས་ཀྱི་མེ་ཏོག་སོགས་བཏང་གནང་སོང། དེར་ཆུ་གཟིམ་མོ་བ་རྣམས་ལ་ཐུགས་ཁྲོ་བོ་ཞི་རགས་བྱུང་བ་དང། རིག་གཞུང་བཟང་པོ་མི་ཉམས་རྒྱུན་འཛིན་བྱེད་པ་དེ་ཡང་གྲུབ་འབྲས་བདུན་པ་བྱུང་སོང། དེ་ཡི་སྐབས་སྐུ་མདུན་གཙོ་བོ་མཆོག་གིས་རིག་གཞུང་ཉར་ཚགས་བྱ་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་གསུངས་སོང་བ་དང། སྐབས་དེ་ད་མིའི་གྲུབ་འབྲས་ཨང་དང་པོ་དེ་ཁྲི་སྲོང་ཁང་ཚན་ལ་ཐོབ་སོང། སྤྱིར་ན་སྔ་བའི་ཚེས་གཉིས་གསར་སྐྲུན་ནས་ཚེས་སུམ་ཅུ་བར་སྒྲོལ་མ་བུམ་བཟླས་གསོག་སྒྲུབ་གནང་བའི་སྐོར། ཚེ་འདྲ་སྟོན་པ་མཁའ་ལྡན་སློབ་མ་བསྟན་འཛིན་འཆི་མེད་ལགས་ཀྱིས་གསུངས་པ་གསལ་གསལ་ཡོང་བར་ཞུ།
བོད་ཟླ་བཞི་པར་ས་ག་ཟླ་བ་ཟེར་ཞིང་ཟླ་བ་དེའི་ནང་བདག་ཅག་གི་སྟོན་པ་ཤཱ་ཀྱ་ཐུབ་པ་སྐུ་བལྟམས་པའི་མཛད་པ་དང་རབ་ཏུ་བྱུང་བའི་མཛད་པ་བདུད་བཏུལ་བའི་མཛད་པ་སངས་རྒྱས་པའི་མཛད་པ་དགུང་ཉེ་བརྒྱད་ལས་འདས་པའི་མཛད་པ་བཅས་དུས་བཅད་ལྔ་ཚོམ་གྱི་ཟླ་བ་བཞི་བརྒྱུད་ལྷག་པར་དུ་ཚེས་བཅོ་ལྔ་ཉིན་སྐུ་བལྟམས་པ་དང་སངས་རྒྱས་པ་དགུང་ཉེ་བརྒྱད་ལས་འདས་པའི་མཛད་པ་བཅས་དུས་བཅད་གསུམ་ཚོམ་གྱི་ཉི་མ་ཞིག་ཡིན་པས་རྣམ་དཀར་དགེ་བའི་ལས་ལ་འཇུག་ན་ཕན་ཡོན་ཧ་ཅང་ཆེན་པོ་ཡོད་པར་གསུངས་བས། དུས་དེར་སྐྱེ་བོ་རྣམས་ཀྱི་ཉེ་ལོང་ལ་སྦྱིན་གཏོང་དང་དམར་ཟས་སྤོང་བ། མ་ཎི་དུང་ཕྱུར་སོགས་ལ་སོགས་ཀྱིས་རྣམ་དཀར་དགེ་སྒྲུབ་ལ་འབུངས་ཀྱི་ཡོད། དེར་བརྟེན་འདི་ག་སློབ་གྲྭའི་དགེ་ལས་དང་ལོ་མ་ཆེ་འབྲིང་རྣམ་པའི་ལོ་ཟླར་གནང་སྲོལ་ཡོད་པ་བཞིན། བོད་ཟླ་བཞི་པའི་ཚེས་ཉེར་རྩ་དྲུག་ནས་སུམ་ཅུ་བར་ཉིན་གྲངས་གཉིས་རིང་སྒྲོལ་མ་བུམ་སྡེར་ཚོགས་འདུམ་གནང་སོང་ཅེས་བཀའ་དྲིན་ཆེ། དབུས་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པར་སློབ་གྲྭར་གཟིགས་སྐོར་ཕེབས་པ་དང་སྟབས་བསྟུན་ནས། སློབ་མ་བསྟན་འཛིན་ཆོས་སྒྲོན་ལགས་ཀྱིས་བཅར་འདྲི་གནང་བ། ཅེས་བཤད། ལས་དབུས་བུད་མེད་སྒྲིག་འཛུགས་འཛད་སྤྱོད་རྣམ་པ་དང་ཐུག་འཕྲད་བྱུང་བར་ཧ་ཅང་དགའ་པོ་བྱུང། དེ་རིང་སྔོན་གྱི་རྣམ་པ་དེ་ཕེབས་དགོས་དོན་གང་ཡིན་ནམ། ཀྲེ་ཞི་ལེ། དེ་རིང་ད་ང་ཚོ་མ་སུ་རི་ལ་བཅར་དགོས་ཡ་དེ་དེ་རེད་གཞི་རྩའི་གི་ད་ད་ང་ཚོ། གཞུང་ཞབས་འདེམས་བསྐོ་ལྷན་ཁང་གི་གོ་སྒྲིག་འོག་ལ་ང་ཚོ་ལས་བྱེད་ཉི་ཤུ་རྩང་གཉིས་ཀྱིས་དེ་མ་སུ་རི་ལ་ཡ། ད་དམིགས་བསལ་གི་ཟབ་སྦྱོང་ཅིག་གོ་སྒྲིག་གནང་རེད། ཨན་ཟབ་སྦྱོང་གོ་སྒྲིག་གནང་ང་དེ་ལ་ང་ཚོ་ཟབ་སྦྱོང་དེ་བཅར་རེད་ཨན་བཅར་བའི་ཞོར་ལ་ཡ་དེ་རིང་ད་ད་རང་ཞོགས་པའི་ང་ཚོ་དེ་མ་སུ་རི་ལ་འབྱོར་བྱས་ཨན།

དེ་ལས་ཀྱི་གནས་དང་ཡག་ལ་ཞེ་དྲག་ཆིངས་བཞག་ཞུ་བ་ཡིན་ནོ། ད་ལམ་སྟོན་ཟིན་ནས་བཀའ་སློབ་ཟིན་ནས་དམིགས་བསལ་ཞུ་བའི་ག་རེ་མེད་ད། ང་ཚོ་དེ་སྡུག་ཅག་པ་རེད་མཐོང་ཚུལ་ཞེ་དྲག་གི་ཡག་པོ་བྱུང་སུ་ཨེ་ནི་མ་སུ་རི་བོད་ཁྱིམ་གྱི་ད་དགེ་ལས་སློབ་ཕྲུག་ཚོ་ལས་ཞུ་ཡ་ལི་ཡ་ད་ལས་བྱེད་དགུ་དབུ་འཛིན་ནས་གཙོས་པའི་གི་ལས་བྱེད་རྣམ་པ་ཚོས་གི་སོ་སོའི་གི་ཉིན་རེ་ཉིན་རེ་ལས་འགལ་ཞུ་ཡ་དེ་ཧུར་ཐག་པ་ད་ཞུ་ཡ་དེ་ཞུ་རོགས་ན་ད་ད་པོ་ཏོ་ཧུར་ཐག་པ་ད་ཞུ་ཡོད་རེད། ད་དུང་ཡང་ད་མུ་མཐུད་ཀྱིས་ཧུར་ཐག་པར་ལྟ་ཞུ་རོགས་གནང་ཞེས་བྱས་ཞུ་ཡ་གཅིག་དང། ཨན་སློབ་ཕྲུག་ཟིག་ཡིན་པ་ཡིན་ན་ད་སོ་སོའི་གི་སྐབས་སུ་བོད་ཡིག་གི་ལས་འགན་ཆེ་ཤོས་དེ་སློབ་སྦྱོང་བྱེད་ཡ་དེ་རེད་ཁྱེད་ཚོས་ཙམ་པོ་པོ་ཁུ་ཚང་མས་གི་སློབ་སྦྱོང་བྱེད་ཡ་དེ་གལ་ཆེན་པོའི་ང་ནས་ཆེན་པོ་རེད་ལ་ཨན་འདི་སློབ་སྦྱོང་ཧུར་ཐག་པར་ལྟ་བྱེད་རོགས་བྱེད་ཞེས་བྱས་ཞུ་ཡ་གཅིག་དང་ཨན་འདིའི་ནང་ནས་ལྷག་པར་དུ་ད་སོ་སོ་སོ་སོའི་གི་མི་རིགས་གི་སྐད་དང་ཡི་གེ། རིག་གཞུང་རེད་བ། སྐད་ཡིག་རིག་གཞུང་འདི་ད་རྩ་ཆེན་པོ་ཞི་བོ་རེད་མི་རིགས་ཀྱི་ངོ་བོ་དེ་སིམ་དེ་རེད་བ། སྤྱི་དུས་ང་ཚོ་མི་རབས་འགྱུར་བ་ཐེབས་འགྲོ་གི་ཡོད་རེད་ད་ག་ན་ཞིག་ད་བཟང་བོད་ཀྱི་རིག་གཞུང་འདི་གས་དེ་ག་ལེ་ག་ལེ་ཅིག་འགྱུར་བ་ཅིག་འགྲོ་བསྡད་ཀྱི་འདུག་ད་འདི་ད་ད་ལྟའི་གི་གཞོན་སྐྱེས་ཚོས་སློབ་སྦྱོང་བྱེད་བཞིན་པའི་བུ་གུ་ཚོས་ཀྱི་སོ་སོའི་གི་རང་མི་རིགས་ཀྱི་སྐད་དང་ཡི་གེ་དེ་རྩ་བ་ལ་སིམ་བྱས་བྱས་ནས་སློབ་སྦྱོང་ཧུར་ཐག་པ་ཐག་བྱས་འདི་ད་ནི་སྐྱབས་མགོན་རིན་པོ་ཆེ་ནམ་རྒྱ་ནམ་ཤར་རྒྱུན་དུ་བཀའ་སློབ་གནང་གི་ཡོད་རེད། རིགས་གཅིག་རྐང་འཛིན་བྱེད་ཐུབ་པ་བྱས་པ་ཡིན་ན་སྤྱི་བཏང་ང་ཚོ་ཡོད་ཡ་ཡོད་དེ་ད་དུང་ཉུང་དྲག་གི་འདུག་བྱས་ཙང་དེའི་བཀའ་ལ་ཤུགས་རྒྱག་གི་འདུག་བཀའ་སློབ་ཕུལ་གི་ཡོད་རེད་དེ་རྒྱས་སྙིང་ལ་བཅངས་བྱས་རྗེས་ཨེ་ནི་བསླབ་གྲྭ་ཐོན་ནས་སོ་སོའི་རིགས་གཅིག་རྐང་འཛིན་གང་ལ་ཡ་ཉམས་ཞིབ་བྱས་ཉམས་ཞིབ་བྱས་ཐོག་ནས་ཀྱི་ཨེ་ནི་མདོར་བསྡུས་ནས་ཞུས་པ་ཡིན་ན་བོད་བུད་མེད་བཟང་པོ་གཅིག་བྱམས་པ་དང་སྙིང་རྗེ་ཡོད་མཁན་བུད་མེད་མི་ཡི་ཡ་རབས་བཟང་པོ་གཅིག་ཐོན་ཐུབ་ཡ་ལ་ཨེ་ནི་སྤུ་གུ་གཙོས་འབད་བརྩོན་གནང་རོགས་གནང་ཟེར་དེ་ཞུ་ཡ་ཡིན། ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཐུགས་རྗེ་ཆེ།
ང་ཚོ་སློབ་གྲྭའི་སློབ་མ་ཁ་ཕྱོགས་དབང་མོ་ལགས་ཀྱིས་འདི་ལོའི་རྒྱལ་ཁ་རྒྱལ་ཡོངས་འཛིན་རིམ་བཅུ་གཉིས་ཀྱི་ཡིག་རྒྱུགས་ནང་དུ་ཞུགས་པས་ཁོ་མོའི་མ་སུ་རི་སློབ་གྲྭའི་ནང་ནས་ཨང་རིམ་དང་པོ་སོན་ཡོད་པ་མ་ཟད། ཇུ་རིག་སྡེ་ཚན་གྱི་བོད་ཕྲུག་ཁྱོན་ཡོངས་ནས་ཀྱང་ཨང་རིམ་དང་པོ་སོན་འདུག་པ་ལགས་ན་ཁོ་མོ་དགའ་བསུ་དང་བཅས་ཏེ་བཀྲ་ཁྲི་ཞོལ་བར་སེང་སེ་ཡོང་བར་ཞུ། ཐོག་མ་དེ་ཚང་མ་ལོ་ཁམས་བཟང་ཞོལ་བ་དང་ནི། ངའི་མིང་ལ་ཁེ་ཆོག་དབང་མོ་ཡིན་ང་རང་ཉིས་སྟོང་བཞི་ལོ་ལ་ནི། མ་སུ་རི་བོད་ཁྱིམ་སློབ་གྲྭ་ནང། སློབ་སྦྱོང་བྱེད་པ་ལས་ཡིན་ན་ནི་དེ་ནི་ད་ད་ལོ་ཡང་ང་ཚོའི་ཉིས་སྟོང་བཅོ་བརྒྱད་ལོ་ཡི་ནི་རྒྱ་གར་རྒྱལ་ཡོངས་ཀྱི་གྲུབ་འབྲས་དེ་ཐེངས་གྲུབ་འབྲས་ནང་ལོགས་ལ་ནི་བརྒྱ་ཆ་དགུ་བཅུ་གོ་གཉིས་དགུ་བཅུ་གོ་གཉིས་ལགས་སོ་ཨ་ནི་དེ་ལ་ད་སློབ་སྦྱོང་བྱེད་སྟངས་སྤྲོ་སླ་བ་ཡིན་པ་ཡིན་ན་ར་ཨ་ནི་ག་འདྲི་རོ་ལབ་ན་ང་ཚོ་ཡི་ནམ་རྒྱུན་ནི་ང་ད་དམིགས་བསལ་གྱི་ཨིན་དྲིའི་སློབ་སྦྱོང་ཐོད་པ་གྲོ་དང་ཨིན་དྲི་རུ་བྱས་འགྲོ་མི་རག་ཨ་ནི་ག་འདྲ་རོ་ལ་ན་ནམ་རྒྱུན་ནི་ཧོ་རང་སྤྱི་བཏང་ནི་དགེ་ལ་ཡིག་ཉི་མ་ཉི་མ་བསླབ་སྐྱོ་དེ་ཡང་དུས་ཚོད་ཏག་ཏག་ཏག་ཏག་ལ་སྦྱང་ཨ་ནི་ཕི་སློབ་གྲྭ་ལ་ཡིན་པ་ཡིན་ན་ཨ་ནི་ནོས་གྲོ་དང་ཨ་ནི་ང་ཚོ་ཟིན་བྲིས་བཀོད་ཡ་ལ་ཧོ་རང་དེ་འདྲས་ཨ་ནི་ང་དུས་ཚོད་ཏག་ཏག་ཏག་ཏག་ལ་བསྐྱོད་ཨ་ནི་མ་སློབ་གྲྭ་ལ་ཁྱིམ་ཚང་ལ་མ་རང་སྦྱོང་བྱེད་དུས་བསམ་པ་ཡང་གོ་ནི་ད། ཟིན་བྲིས་བཀོད་རྒྱུ་དེ་ཚོ་ཡང་བསྐྱར་ད་ངོ་འདྲི་བྱེད་ཡུལ་རང་ཨ་ངོ་འདྲི་འགྲོ་ཡིན་སློབ་སྦྱོང་བྱེད་སྟངས་འགྲོ་ཡིན་ལ་ཨ་ད་སློབ་གྲྭ་པུའུ་ལ་ཡང་ང་གིས་ད་མེསེར་སྤྲོ་ཁ་ཡིན་ལ་ན་ཨ་ང་ཚོ་ད་སོ་སོ་གི་ཕ་མ་དང་འདི་ཚང་མ་ཐག་རིང་པོ་ནས་བཞག་ནས་ད་ང་ཚོ་དེ་ལ་སྤྱི་ཚོགས་ཆེན་པོ་དེ་ནང་སླེབས་ར་ད་འོ་དེ་ད་བོད་ལ་ཡིན་པ་ཡིན་ན་ང་ཚོ་ང་རང་ཚོ་མི་རིགས་གཅིག་པ་འདི་ཚོ་ལ་སློབ་སྦྱོང་བྱས་དང་འདི་འདྲས་ཀྱི་གུ་ག་པིན་དྲི་རག་འོ་མར་བཏང་ང་ཚོ་ལ་གུ་གུ་པིན་དྲི་ཞིག་ཡག་པོ་ཅིག་རག་དུས་བསམ་པ་ཨ་ནི་ང་ཚོ་ཡི་དི་ཆུ་སེར་མ་བཏང་ནི་རག་ཨ་ནི་སོ་སོས་ཀྱི་དཀའ་ལས་ག་ཚོད་རྒྱག་ཐུབ་ཐུབ་རྒྱག་རག་ཨ་ནི་སོ་སོས་ཀྱི་ད་སློབ་གྲ་ཡིན་པ་ཡིན་ནའི་རེད་ང་ཚོ་ཡི་ད་སོ་སོས་ཀྱི་ཕ་མ་ཡིན་པ་ཡིན་ད་སྒེར་ལ་ཤོ་ཨ་ནི་སོ་སོ་རང་གི་ཆེད་དུ་མི་འདོད་ང་ཚོ་ཡི་ད་དཀའ་ལས་ག་ཚོད་རྒྱག་ཐུབ་ཐུབ་རྒྱག་ཐུབ་འབད་བརྩོན་བྱེད་རོགས་བྱེད་ཨ་ནི་ད་འདོད་ད་མུ་མཐུད་ནི་ང་ཚོའི་སློབ་གྲ་ནང་ལོག་ལ་ད་བརྒྱ་ཆ་འདི་ལས་ཡག་ག་རག་ཡ་གི་ངའི་སྨོན་ལམ་དང་རེ་བ་གྲོ་ཡོད་ཨ་ནི་ཐུགས་རྗེ་གནང།